མོ་ནུ་སྤུན་ཟླ་ཡོངས་རྫོགས་ཤ། འཚམས་འདྲི་བཀྲ་ཤིས་བདེ་ལེགས་ངེས་ཞུས་འདུག། ངེད་བྱམས་པ་བློ་བཟང་ཡིན། ད་བདེ་བཞིན་ང་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གོ། དགུ་སྟོན་ཉིན། གཅིག་བྱམས་བརྩེའི་ལོ། ཉིན། གཅིག་ནི་པ་ཇི་ཡིན་འབུར། གཅིག། ད་ལྟ་རྒྱ་བོར་རིན་པོ་ཆེ་གོ་བཀའ་སློབ་མཆོག་བསྒྲིགས་ཡག་གོ། གཅིག། Daily advice from the heart གོ། འཚེམ་པ།

ད་ལྟ། སེམས་ནེངས་ཚོར་བ་ནི་སེམས་ཕི་སོ་ཉེ་ཁོ་ཚོར་བ་ཡང་མེད་ན་དབང་པོས་ཚོར་བ་ལུས་ཚོར་བ། ལུས་ཚོར་བ་ནི་ཡིད་ཚོར་བ་ཡང་ན་ཡིད་ཚོར་བ་ཅི་རྒྱལ་ཐེ་ཤོས་ཡིན་པུར་ངེས། It is especial to human beings ད་ང་དང་འགྲོ་བ་མི་ཤ་ནང་སེམས་ཚོར་བ་ཐོར་ཡག་ད་ཅིག

ཨེ་ཅིག་ད་སྡུག་བསྔལ་ལྐོག་འདུག་དེ་ཡིན་ནས་དང་ར་ཡིན་མེད་ད་ང་དང་ཡི་མེད་ལོང་ང་སྡུག་ཅག་འདི་མཐོང་ནས་ཨི་ཅེ་སེམས་མི་ཤུགས་ནོར་ཤོག་ལང་ངན་ལབ་པ་མ་གཏམ་སྡུག་ཅག་འདི་ཐོས་ནས་ཨི་ཅེ་སེམས་མི་ཤུགས་ནོར་ཤོག་ལང་ཡ་ད་ཅིག་གང་བྱེད་ང་དང་ཀོ་བོ་ནིང་འདུག་ད་སི་ཡིན་ན་ད་ཨི་ཅེ་ད་ཅིག་གཙོ་བོ་གཙོ་བོ་ང་དང་དབང་པོ་ལྔ་གཙོ་རང་བསྟན་ནས་སུ་དུ་འབུར་ངེས་ད་ཨི་ཅེ་ཡག་པོ་ཡིན་ན་སེམས་ཅན་འགྲོ་བ་སེམས་ཅན་ནིང་དི་རང་ཡིན་འབུར་ངེས་ང་དང་མི་སྐྱོང་ཅི་བྱེད་གོ་ཏིང་དུ་ནོར་ལོ་ཉག་པོ་ལས་འཚོ་བ་བདེ་བར་མྱོང་ཅིག། དབང་པོ་སྔགས་བརྩམ་ཟེར་མི་འདུག་ཡ་ཡ། ནང་སེམས་ལུགས་ཚུར་བདེ་བ་སྤྱོད་ཡོད་ཅིག། བདེ་བ་ཡིན་ན་སྡུག་བསྔལ་ཡིན་ན་ཨིཅི། ཡག་བདེ་ཡོད་ཅིག་གལ་ཐེན་ཞོ་ཡིན་བུར་ངེས། ད་རྩ་བའི་ང་དང་ད་ཅིག་ལུས་བཀའ་བསྒོ་བསྡུ་བསྟི་ར་སོགས་ཡིན་ན། སེམས་ནེང་བཅས་ད་ཅིག། བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ངོ་སྟོད་དུ་ནོར་བ་ཡིན་ན་ཨི། བསྒོ་བསྡུ་བཅས་ང་དང་ངེད་ད་ཁུར་བལྟས་ཡིན་མེད། ད་དཔེ་དེ་གཉིས་བསྒོ་ཡིན་ན། ང་དང་ཕ་མ་ནང་ཡིན་མེད་ད་ང་དང་ཕ་མ་ནང་ཡིན་བུ་རྩེ་ཞིག་ཁེན་ཚ་བརྩེ་བ་ནོར་བས་བསྲེ། ད། ཨི། བརྩེ་བ་ཇི་ལྟ་སེམས་ནེང་ཚུར་བསྔོ་ནས་སེམས་སྙིང་ཐག་པགས་བརྩེ་བ་ནོར་བས་སེ་རི་བུ་ཚུགས་དོན་དང་ཀའུ་དུག་ལུས་ཀ་ཀོ་དུག་གོ་རེ་ནས་ཅིག་བེ་རི་ཁུར་ཏེ་དུ་མེ་ན་འོང་ཨི་བྱས་ས་ནང་སེམས་སྙིང་ནང་སེམས་དབུགས་འཚོ་བ་བདེ་སྡུག་ཅི་ཡང་ཅི་ཨི་ཅིག་ལུས་ཕི་སོགས་ལུས་ལུས་ལུས་ཀ་བསྟན་ནོ་ཨི་ཅིག་འཚོ་བ་བདེ་སྡུག་ཅི་ད་པས་ཅིག་རྒྱལ་བུ་ཤོད་ངོ་ཏོ་ཨི་ཅིག་ང་ད་ངེ་ད

བཀའ་འགྲོར་ཉེ་བ་རྟག་འཛིན། ཨི་ཅེ་རྟག་འཛིན་ཡ་མ་ཏི་མ་ཏིའུ་ཡ་ཡ་ཨི་ཅེ་སེམས་ཤོར་ལང་ཀི་ཨི་ཅེ་ང་དང་རང་ལུས་ད་ཅིག་པད་ཅིག་ལུས་ན་ད་ཡིན་ནོ་ར་ཨི་ཅེ་རང་ཁྱིམ་ཨི་ཅེ་སྤུན་ན་སྤུན་མཚན་གང་བྱེད་ཅིག་ད་གནོད་ཀྱི་གནོད་ཀྱི་ཡུག་འུམ་དུ་ལེགས་ཀི་ཡ་དུ་མེ་ད་འུ་རེ་འོ་ཅག་པ་ལ་ད་ཨི་ཏང་ག་ད་བསམ་བློ་ཡིན་ཀྱང་ཡ་ཐོང་ཡ་ཨོ་ད་དེ་ཞག་རུམ་བྱེད་སའི་བཀའ་སློབ་འུམ་དུ་འདི་ཕེབས་ནི་ཨུཏ་བཀའ་སློབ་ཟ་ང་ན་བསམ་བློ་ཐོང་ད་ཨུཏ་གནས་སྐབས།